ས་བཀྲ་ཤིས་བདེ་ལེགས། རྣམ་པ་གླིང་གའི་ལོ་གསར་པའི་ནང་བདེ་ཐང་ཡོད་པ་བདེ་སྐྱིད་ཡོད་པ་དཔལ་འབྱོར་ཡོད་པ་ཡོང་འབབ་ཡོད་པ་འཆམ་མཐུན་ཡོད་པ་རྒྱུའི་ཕྱིར་ལོ་ལ་ཚང་མ་ཡོད་པའི་བཀྲ་ཤིས་སྨོན་འདུན་ཞུ་གི་ཡིན། ལྷན་རྒྱས་ཚོ། རྒྱའི་རྡོ་བྲག་ལགས་ནས་སྨོན་ཚིག་ཡག་པོ་ཕུལ་ན་གསུང་ངལ།
དུ་ཆ་ན་དུ་ཆ་ན་དུ་ཆ་ན་དུ་ཆ་ན། ད་བྱས་ན་ང་ཚོས་ཁྱེད་རང་ལ་ལོ་གསར་པའི་ནང་ཚང་མ་མེད་པ་ཤོག་ཟེར་སྨོན་ཚིག་ཕུལ་གི་འདའ།
མེད་པ་ཤོག་ཟེར་གར་ཟིག་རེད་ཡ། ཁྱེད་རང་ལོ་གསར་པའི་ནང་ལུས་ལ་ན་ཚ་མེད་པ།
སེམས་ལ་སྡུག་བསྔལ་མེད་པ། ལས་ལ་བར་ཆད་མེད་པ། དངུལ་ཁང་ལ་བུ་ལོན་མེད་པའི་བཀྲ་ཤིས་སྨོན་འདུན་ཞུ་གི་ཡིན། ཏུ་ཆ་དང་ཏུ་ཆ་དང་དངོས་གནས་སྨིན་ཚིག་ཡག་པོ་ཞེས་པ་ཕུལ་ན་སོང་ཨ།
འོ་ཆེ་བའི་དགེ་ལགས། ལོ། དེ་བཞིན་དགེ་ལགས་ཁྱེད་རང་གིས་ཕུལ་གནང་པའི་སྨིན་ཚིག་འདི་ཚོ་སེམས་གཏིང་ནས་རེད་པས། ཡིན་གོ་བྱུང་སེམས་གཏིང་གི་ག་བ་ཚད་ཀྱི་རེད། མཁལ་མའི་བུ་ཁོ་རེ་ནས་ཕུལ་བཞག་ཡོད་ད།
ལས་སུ་ལས་སུ། ད་བྱས་ན་ཁྱེད་རང་གིས་ང་སྨོན་ཚིག་ཅིག་གནང་ད། ཁྱེད་རང་ལ་ལ། ཨོ། ལ་ཚེ་ལ་ཚེ།
ད་ཡང་ལོ་གསར་པའི་ནང་སོལ་ཏོག་ལ་ཁྱེད་རང་སྐུ་གཟུགས་གསལ་དང་བྱ་བ་ལམ་འགྲོ་མཛད་འཕྲིན་ཡག་པས་ཁྱིམ་ཚང་འཆམ་མཐུན་ཡོང་བའི་སྨོན་འདུན་ཞུ་རྒྱུ་དང་བྱ་གཞག་ཁག་ཡག་ཐོག་ཡག་བརྩེགས་ཡོང་བ་ཤོག། ང་ལས་ཡག་ག་མ་ཡོང་པ་ཤོག་ཡོང་གི་མ་རེད། ཧོ། ཙི།

ངས་ནམ་རྒྱུན་ཁྱེད་རང་ལ་བརྩི་བཀུར་ཞེ་དྲག་ཞུ་གི་གདའ། ལྷག་པར་དུ་རྒྱུན་ལྡན་གྱི་འཚོ་བའི་ནང་ལོགས་ལ་ཁྱེད་རང་གི་བྱ་གཞག་ཁག་ལ་ང་ལས་ལྷག་པའི་གྲུབ་འབྲས་ཐོབ་དུས་ང་རང་སེམས་གཏིང་ནས་ཁོང་ཁྲོ་བར་བྱེད་ཀྱི་གདའ། ཁྱེད་རང་ལ་ང་ལས་ཡག་གི་གྲུབ་འབྲས་ཐོབ་དགོས་པའི་རྒྱུ་མཚན་ག་རེད། ནམ་རྒྱུན་ཁྱེད་རང་ང་ལས་ཡག་གི་ཡོངས་གྲོགས་བྱེད་དུས་ད་བར་ངས་ལམ་སེང་མ་ཐེ་ཙི་བྱེད་ཀྱི་ཡོད། འོ་དེ་ཁྱེད་རང་ཏག་ཏག་བསྡད་མ་སོང་སུ་དོ་ལ་ངས་སྐད་ཆ་ཁྱེད་རང་ལ་བཤད་མ་སོང་ཨ། ཨོ་ཧོ་ཁྱེད་ཁྱེད་སོང་མ་སོང་གི་གི་སོང། ཨ་ལོ་ཏག་ཏག་བསྡད་མ་སོང། བཅའ་ལག་འདི་ཉེ་ཆར་གསར་དུ་ཐོན་པའི་ཐོན་རྫས་ཤིག་རེད། འདིའི་ནང་ལོགས་ནས་སྐད་ཆ་བཤད་པས་ན་སྐད་ཆ་དྲང་པོ་དྲང་བཞག་ཞིག་རེད་ཡིན་ནི་ལས་བཤད་མཁན་དེ་ཧ་གོ་གི་མ་རེད། བྱས་ཙང་ངས་བཅའ་ལག་འདི་བེད་སྤྱོད་བྱས་རྗེས་རྒན་ལགས་ཁོ་རང་གིས་ནམ་རྒྱུན་ཞལ་ནས་གསུངས་པ་ལྟར་ཐུགས་ལ་དགོངས་པ་དེ་ཏག་ཏག་བསྡད་ཀྱི་འདུག་མི་འདུག་ཅིག་བལྟ་གོ་བསམ་བྱུང། རྒན་དོ་ར་ལགས། ཨ་ལོ་ལོ་ལོ། ཁྱེད་རང་ལ་ཡང་བཅར་འདྲི་ཞུ་འདྲི་གི་རེད་བས། བཅར་འདྲི་ལ། འོ་ལེ།
འདྲི་ད་འདྲི་འདྲི་ད་འདྲི་འདྲི་ད་འདྲི། ད་ཡིན་ནི་ལས་ཁྱེད་རང་གིས་བཀའ་མོལ་དྲང་པོ་དྲང་བཞག་གསུངས་གནང་བར་གདའ། ཡིན་གོ་བྱུང། ང་ནི་ནམ་རྒྱུན་ཡང་བཅར་འདྲི་ཞུ་དུས་ཙམ་པ་སྐྱག་རྫུན་བཤད་ཉེས་མི་འདི་ཚོ

མང་པོ་ཅི་ཡང་ནི་རག་མྱོང་ཡོད་ལ། ལྷག་པར་དུ་དེ་སྔའི་འཁྲིས་ལ་ཡོད་པའི་སྒེར་བཟོ་གཏོར་བརླག་གི་དང་དུས་དང་རྣམ་པ་ཀུན་ཏུ་ངའི་བྱ་བཞག་ལ་རྒྱབ་སྐྱོར་དང་རོགས་རམ་གནང་བ་དང་འབྲེལ་བ་ཡོད་རེད་པས་ཟེར་ན། འབྲེལ་བ་ག་རེ་བ་རེད་འདི་དང། བཟོ་གཏོར་ལ་མེད་ནའི་ལས་ང་མི་ཞེ་དྲག་དང་གཉེན་པོ་འཁྲབ་བྱའི་སྐད་ཆ་ཤོད་ཀྱི་རེད་ཨ་ནི། ང་མེད་ན། སྒེར་བཟོ་གཏོར་ལ་སྡིག་ཆ་འདི་ག་ལ་སླེབས་ཐུབ་ཀྱི་རེད་པས་ལ། ང་མེད་ན། ཁྱེད་རང་སྒེར་བཟོ་གཏོར་ལ་མ་རེད། རྒན་མགོ་བཟོས་དོགས་རེད།
བྱས་ཙང་ངའི་བྱ་བཞག་ལ་གྲུབ་འབྲས་ཐོབ་པ་ཁྱེད་རང་དང་འབྲེལ་བ་ཡོད་མ་རེད། ཟིན་ན་སུ་ཡིས་བྱེད་ཀྱི་རེད་བས་ལགས། བྱས་ཙང་ངས་དེ་ཁྱེད་རང་ལ་སྙིང་ཐག་པ་ནས་ཐུགས་ཆེ་ན་ཞུ་གི་གདའ་ལ། ཨོ་རྩེ་དགེ་ལགས། ལོ། ཁྱེད་རང་སེམས་ན་ལ་ཡ་ངའི་གནས་བབ་དེ་འདྲའི་ཆེ་ལ་ཡོད་མ་རེད་བས། རེད། ཁ་ཞེ་གཉིས་མེད་ཞུ་གོ་མ་རེད་བས། ད་ཡིན་པ་ཆགས་ཞོག་ཡིན་པ་ཆགས་ཞོག། ད་དེའི་སྟེང་ལ་ཡ། འབད་བརྩོན་དེ་འདྲས་བྱེད་ན་ཡག་གི་དམིགས་ཡུལ་གཙོ་བོ་དེ་ག་རེད། ཨ་ལས་ལ་སེ། ད་ཀུན་ལ་མཛེས་པ་སྒྱུ་རྩལ་ཡིན་བྱས་པར་བ། ཕྱི་ད་ང་རང་ལ་ད་ནི་མང་ཚོགས་ལ་སྤྲོ་སྣང་སྦྱིན་ཐུབ་རྒྱུའི་ག་ནི་བྱ་བཞག་དེ་འདྲས་ཅིག་ལ་འབད་བརྩོན་བྱེད་རྒྱུ་བྱུང་བས་དགའ་པོ་ཞེ་བོ་ཅིག་ཡོད་ལ། ད་དེའི་དམིགས་ཡུལ་གཙོ་བོ་དེ་ང་རང་གི་ཧུར་ཐག་བྱས་རྗེས་བོད་ཀྱི་དགོད་བྲོའི་གཏམ་གླེང་བྱ་བཞག་དེ་ཡར་རྒྱས་གོང་འཕེལ་གཏོང་ཡས་རང་གི་ཆེད་དུ་ཡིན་མ་གཏོགས་ང་རང་མི་སྒེར་སྐད་གྲགས་ཆོད་ཡས་ཆེད་དུ་རེད་བས་ཟེར་ན་ཡིན་དགོས་བྱུང། སྐད་གྲགས་མ་ཆོད་ན་དཀའ་ལས་སྐྱོབ་ཅི་ཆོག་ག་རེ་རེད་བས་ལ། རྩ་ཡང་འདིའི་ཐོག་ལ་ཁེ་ཕན་ངོས་ནས་བཤད་སོང་ན་ད་ང་རང་མི་སྒེར་གྱི་ཁེ་ཕན་གྱི་ཆེད་དུ་རེད་བས་སྲིད་ན། ད་ག་རེད་ཡ་ནི།
ཁེ་ཕན་མེད་པ་ལས་ཀ་སུས་བྱེད་ཀྱི་རེད། ཕྱི་ནང་གི་ནམ་རྒྱུན་སོ་སོ་ཁེ་ཕན་མེད་པ་ལས་ཀ་ཧུར་ཐག་པ་དེ་གནང་གི་ཡོད་པས་ལ། ཧོ། ཚུལ། ད་ཡིན་ན་བཀའ་མོལ་དྲང་པོ་དྲང་བཞག་ཧུར་བཟུང་འདུག་བ།
སོ་ཐར་ཏག་ཏག་ཧུར་བསྡད་མ་སོང། ལ། ཁོ་ན་ཚོ་གད་མོ་ཞབས་ཀྱིས་གད་ན་གི།
ངས་བཤད་ནོར་མ་སོང་ཨེ། འོ་ཧོ་ནོར་མ་སོང། འོ་ན། ཁྱེད་རང་གིས་བཀའ་མོལ་དྲང་པོ་དྲང་ཤག་གསུངས་ཙང་ཁོ་ན་ཚོ་དགའ་བོ་བྱུང་བོ་རེད་ནི། ཡིན་གྱི་མ་རེད་མི་བོད་ཀྱི་གཏམ་དཔེ་ལ་དྲང་པོ་བཤད་ན་མིས་མི་དགའ་རྒྱག་པ་མཁས་ན་ཁྱི་མི་དགའ་བྱེད་པར་བ་ནི། གཏམ་དཔེ་དེ་སྡུག་སྨྲ་ད། ཧུན།
དྲང་པོ་བཤད་ན་ཁྱི་མི་དགའ་རྒྱུག་པ་མཁས་ན་མི་མི་དགའ་ཨ་ས།
དྲང་པོ་བཤད་ན་ཁྱི་མི་དགའ་ཟེར་ན། མི་ཁྱི་ཟུར་དེ་འདྲ་ལ་ཡང་སྐད་ཆ་དྲང་པོ་བཤད་ནས་ལས་དགའ་བོ་བྱེད་གི་མ་རེད། རེད་རེད་རེད་རེད་རེད་ད་ཕྱིར་རྒྱག་པ་མཁས་ན་མིས་མི་དགའ་ཟེར་ན།

རྒྱུན་ལྡན་གྱི་འཚོ་བ་དང་ཕྱག་ལས་དེ་གའི་ལྷན་རྒྱས་ལ་ཡང་ངོ་སྤྲོད་ཞུ་ཡུལ་ཞུས། ད་ངོ་སྤྲོད་ཞུ་བའི་དམིགས་ཡུལ་གཙོ་བོ་དེ་ཁྱེད་རང་གིས་ཞབས་འདྲེན་དེ་ཞུ་རོགས་བྱས་ན་བསམ་བྱུང། ཨུ་ཚེ། ངའི་ཞབས་འདྲེན་ཞུས་ཏེ་ཁྱེད་རང་ཕན་ཐོགས་ཁར་ཐོགས། ཕན་ཐོགས་ཡོད་ནའི་མེད་ནའི་ལས་ང་རང་ལས་ཡག་གི་མི་འདུག་ཚོས་ཞབས་འདྲེན་ཞུས་ན་ང་སེམས་ནང་སྐྱིད་པོ་ཞིག་རེད་བྱེད་འདུག།
ད་ཁྱེད་རང་ངའི་ཞབས་འདྲེན་ཞུས་སོང་ངས། ཞུས་སོང། ཞུས་དང་མ་ཞུས་ཞུས་སོང། ད་ཡིན་ནི་ངའི་བསམ་འདུན་རྦད་དེ་འགྲུབ་སོང། ཨུ་ཚེ། ལྷན་རྒྱས་ཚོ་ད་འོ་དེའི་ཞེ་སྡང་དང་ཕྲག་དོག་སེ་འདིར་བཏགས་ཏེ།

ཨ་ལས།
རྒྱལ་ལགས། ལོ།
ཁྱེད་ནང་སྙིང་གཏམ་བརྗོད་དུས། ཨེ།
ཆོབ་ཚབ་འདུག། ལ་ཟེར་ལ་ཟེར། ད་དངོས་གནས་དུས་ཡུན་རིང་པོའི་ནང་ལ་རྣམ་པ་ལྷན་རྒྱས་ནས་ང་གཉིས་ལ་དགའ་ཞེན་གནང་བར་སྙིང་ཐག་པ་ནས་ཐུགས་ཆེ་ན་ཞུ་རྒྱུ་དང་ང་གཉིས་ཀྱི་འགན་འཁྲི་ཕྲག་ཏུ་བླངས་རྗེས། ལྷག་བསམ་རྣམ་དག་གིས་རིག་གནས་དང་སྒྱུ་རྩལ་གོང་འཕེལ་གཏོང་བའི་ཆེད་དུ། ཧུར་ཐག་འབད་ཐག་ཞུ་གི་ཡིན། སྐད་ཆ་འདི་གས། ཁ་ཞེ་གཉིས་མེད་རང་ཡིན་ད།